ལུས་རྗེས་གཞི་བཅུ་ཞེ་གཅིག་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་ཡ་ཀོབ་དང་ཡོ་ཧ་ནན་ཁོ་ཚོ་ཨ་མ་དང་མཉམ་དུ་ཡེ་ཤུ་ཡི་དྲུང་དུ་ཡོང་བའི་སྐོར་ལུས་རྗེས་དེ་ལྟ་གི་ཡིན། དེ་ནི་ཡེ་ཤུ་ཡིས། དང་པོ་ཡིན་པ་མང་པོ་ཞིག་མཐའ་མ་ལ་འཇོག་གི་རེད། མཐའ་མ་ཡིན་པ་མང་པོ་ཞིག་དང་པོ་ལ་འཇོག་གི་རེད་ཞེས་སློབ་ཁྲིད་གནང་བ་རེད། སྐབས་དེ་དུས་ཡ་ཀོ་དང་ཡོ་ཧ་ནམ་གཉིས་ཨ་མ་དང་མཉམ་དུ་ཡེ་ཤུ་དྲུང་དུ་ཡོང་བ་རེད། ཨ་མའི་པུས་མོ་ས་ལ་བཙུགས་ནས་ང་ལ་ཞུ་བ་ཞིག་ཡོད་ཞེས་ཤོད་པ་རེད། ཡེ་ཤུ་ཡིས་ཁྱེད་ལ་ག་རེ་དགོས་ཞེས་བཤད་པ་དང་མོ་ཡི་ལན་དུ། ཁྱེད་ཀྱི་རྒྱལ་སའི་ནང་དུ་ང་ཡི་སྤུན་གཉིས་ཀ། གཅིག་གིས་ཁྱེད་ལ་ལག་པ་གཡེན་པ་དང་གཅིག་གིས་ཁྱེད་ལ་ལག་པ་གཡེན་མ་ལ་བསྡད་ཆོག་བས་ང་ལ་དང་བཅའ་གནང་དགོས་ཞེས་ཤོད་པ་རེད། ཡེ་ཤུ་ཡིས་གསུངས་པ། ཁྱོད་ཚོ་ཡིས་ག་རེ་ཆེད་དུ་སྐད་ཆ་དྲི་གི་ཡོད་པ་དེ་ཧ་གོ་གི་མི་འདུག། ངས་མཐོང་དགོས་པའི་སྡུག་བསྔལ་གྱི་ཕོར་པ་ནི་ཁྱོད་ཚོ་ཡིས་མཐོང་ཐུབ་གི་འདུག་གམ་ཞེས་དྲིས་པ་དང། ཁོ་ཚོ་ཡིས་ལན་དུ་མཐོང་ཐུབ་གི་འདུག་ཞེས་ཤོད་པ་རེད། ཡེ་ཤུ་ཡིས་ཁྱོད་ཚོ་དངོས་གནས་ང་ཡི་ཕོར་པ་དེ་མཐོང་གི་རེད། ངའི་གཡས་གཡོན་ལ་བདེ་དུ་འགྱུར་བའི་དབང་ཆ་ང་ལ་མེད། ང་ཡི་ཡབ་ཀྱིས་མི་སུ་ཞིག་ལ་བསྐོས་ཤ་བསྣོགས་ཡོད་ན་དེ་ལ་ཐོགས་གི་རེད་ཞེས་གསུངས་སོ། སློབ་མ་གཞན་དག་བཅུ་བོ་ཡིས་རྟགས་དེ་ཐོས་པ་དང། དེ་ནས་ཁོ་ཚོས་ཡོ་ཧ་ནན་དང་ཡ་ཀོབ་ལ་ཁོང་ཁྲོ་བསྐྱེད་པ་རེད། ཡེ་ཤུ་ཡིས་སློབ་མ་རྣམས་མཉམ་དུ་སྐད་བཏང་ནས། ཁྱོད་ཚོ་ཡིས་ཁྱི་ཇག་པ་ཡི་སྲིད་འཛིན་རྣམས་ཀྱི་སྐོར་ཧ་གོ་གི་ཡོད། ཁོ་ཚོ་ཡིས་མི་མང་རྣམས་དབང་འབྱོར་བྱས་ནས་བཀའ་བཀོད་གནང་གི་ཡོད། ཡིན་ན་ཡང་ཁྱེད་ཚོ་ཡིས་དེ་འདྲ་མ་བྱེད། ཁྱེད་ཚོའི་ནང་དུ་མི་སེར་ཞིག་ཆེན་པོ་ཆགས་འདོད་ཡོད་ན། མི་ཚང་མ་ལ་ཞུམ་ཆུ་ཞུ་དགོས། ཁྱེད་ཚོའི་ནང་མི་སེར་ཞིག་ཨང་དང་པོ་ཆགས་འདོད་ཡོད་ན་མི་ཐམས་ཅད་ལ་བྲན་གཡོག་བྱེད་དགོས། གང་ཡིན་ཟེར་ན་མི་ཡི་བུ་ཀྱང་མི་གཞན་གྱིས་ཞུམ་ཆུ་ལེན་དུ་མ་ཡོང་པར་མི་གཞན་རྣམས་ལ་ཞུམ་ཆུ་ཞུ་བའི་ཆེད་དུ་ཡོང་བ་མ་ཟད། རང་སྲོག་ཕུལ་ནས་མི་མང་པོ་ཞིག་ལ་དག་པ་གནང་བའི་ཆེད་དུ་ཡོང་བ་ཡིན་ཞེས་གསུངས་སོ།